དེ་བཞིན་ད་རིང་འདིར་ཚོགས་ཞུགས་གནང་མཁན་ས་གནས་སྐུ་ཚབ་དོན་གཅོད་དབོན་ངུར་རྡོ་རྗེ་ལགས་དབུས་པའི་དོན་གཅོད་ལས་ཁུངས་ཀྱི་ལས་བྱེད་རྣམ་པ་དང། དེ་ག་ནང་བཞིན་ཕྱོགས་བཞུགས་སྤྱི་འཐུས་ཧོང་བྱམས་པ་ཚེ་རིང་ལགས། དེ་ག་ནང་བཞིན་རི་ཀོང་ཆོས་འཁོར་དགོན་གྱི་དགེ་འདུན་པ་རྣམ་པ་དང། སྤྱི་ཟུར་རྣམ་པ། ས་གནས་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་མཛད་གཙོ་རྣམ་པ། དེ་ག་ནང་བཞིན་ས་གནས་འཐུས་ཚོགས་ཀྱི་ཚོགས་གཞོན་གཙོས་པའི་འཐུས་མི་རྣམ་པ་ཚང་མ་ལ་ཡང་འཚམས་འདྲི་ཞུ་ཡ་དང་ད་རིང་འདས་གཅིག་གྱུར་བསྐྱངས་པའི་མི་དམངས་ཡོངས་ལ་ཡང་གུས་བསུ་དང་ལེགས་ལྡན་ཞུ་དང་བོད་རིགས་མི་དམངས་ཚབ་ཞུས་ནས་སྙིང་ཐག་པ་འཐུལ་ཆེ་ཞུ་ཡ་དང། ཨང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། དེ་རིང་འདི་ལ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རིང་ནས་སྙིང་དུ་བརྣག་པའི་འདོད་དོན་དང་བོད་མི་ཡོངས་ཀྱི་རེ་བ་བཅོལ་ས། བོད་ཀྱི་བདེན་པའི་འཐབ་རྩོད་ཀྱི་གཞི་རྩ། བཙན་བྱོལ་དབུས་བཙན་བྱོལ་གཞུང་གི་དབུ་ཁྲིད། དཔལ་ལྡན་སྲིད་སྐྱོང་མཆོག་དངོས་སུ་ས་གནས་སུ་ཆིབས་སྒྱུར་གནང་བ་དང། ད་རིང་མང་ཚོགས་ལ་ཡར་རྒྱས་ཚད་དང་བཀའ་སློབ་ཀྱི་ལས་རིམ་ནང་དབུ་བཞུགས་གནང་བ། འདི་དག་ཐམས་ཅད་ལ་ཡང་སུད་སི་དང་ལི་ཐེ་ཞང་བོད་རིགས་མི་མང་སྒྲིག་འཛུགས་ངོས་ནས་དཔལ་ལྡན་སྲིད་སྐྱོང་མཆོག་ལ་སྒོ་གསུམ་གུས་པ་ཆེན་པོས་སྙིང་ཐག་པ་འདོན་ཆེད་ཞུ་བ་ཡིན། ད་རིང་གི་མཛད་རིམ་ཞེ་དྲག་གི་དོག་པོ་སོང་ཙང་ངས་འདི་ནས་དུས་ཚོད་མང་པོ་ཞུས་མ་དགོས་པའི་ཏོག་ནས། ཨ་ནི་དཔལ་ལྡན་སྲིད་སྐྱོང་མཆོག་ལ་ཡག། ད་ལྟའི་སུད་དང་ལི་ཏི་ཞི་དང་བོད་རིགས་མི་དམངས་ཀྱི་གནས་བབ། མདོར་བསམ་ཅིག་ཨ་ནི་ལས་ལས་བསྡོམས་ཀྱི་ཚོད་དུ་སྙན་སེང་ཞུ་གིན། སུད་དང་ལི་ཏི་ཞི་དང་བོད་རིགས་མི་དམངས་སྒྲིག་འཛུགས་འདི་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་གི་ནང་ཨ་ནི་སྒྲིག་འཛུགས་རྒན་ཤོས་ཅིག་ཡིན་པ་དང། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་ལྔ་ནས་ས་གནས་འཐུས་ཚོགས་དབུ་འཛུགས་གནང་བ་ནས་བཟུང་ནས་ད་ལྟའི་བར་ལ་ས་གནས་འཐུས་ཚོགས་དང་ས་གནས་མི་དམངས་སྒྲིག་འཛུགས་གཅིག་ལྕོགས་ཀྱི་ལས་འགན་སྒྲུབ་བཞིན་ཡོད་པ་དང། ད་ལྟའི་འགྲོ་བཞིན་པའི་སྒྲིག་འཛུགས་འདི་བཞིན་འཐུས་ཚོགས་སྐབས་བཅུ་དྲུག་པ་ཡིན་པ་དང་སྐབས་བཅུ་དྲུག་པའི་འཐུས་ཚོགས་དེ་བཞིན་ཕྱི་ལོ་ཉིས་སྟོང་བཅོ་ལྔ་ཟླ་བ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་ཉིན་ལས་འཁུར་དམ་འབུལ་ཞུས་ནས་ད་ལྟའི་ཆ་ལ་ཡང་ཁྱུ་ལ་ཉེ་བ་ཆགས་བསྡད་ཡོད་ཅེས་ཀྱི་སྙན་སེང་ཞུ་ཡ་ཡིན། འདི་ལོ་ཕྱི་ཟླ་གཉིས་པའི་ཚེས་གསུམ་ཉིན་སྐབས་བཅུ་བདུན་པའི་འཐུས་ཚོགས་ཀྱི་འོས་བསྡུ་དང་དེའི་རྗེས་སྐབས་བཅུ་བདུན་པའི་འཐུས་ཚོགས་ནས་སྒྲིག་འཛུགས་ཀྱི་འགན་ཆ་ཚང་བཞེས་ཡ་བྱས། ང་ཚོ་འདི་ནས་སྐབས་བཅུ་དྲུག་པ་དེ་མཇུག་བསྡུ་བ་ལྟ་བུ་ཞིག་འདུག་ཟིན་ཞེས་སྙན་སེང་ཞུ་ཡ་དང། སྒྲིག་འཛུགས་འདི་བཞིན་གནས་སྟངས་འདྲ་པོ་དུ་ཞུས་པ་ཡིན་ན་ཚོགས་ཆུང་ཁག་ཉི་ཤུ་རྩེ་ལྔ་ལ་གྲུབ་པའི་སྒྲིག་འཛུགས་ཤིག་ཡིན་པ་དང། ཚོགས་ཆུང་ཁག་ཉི་ཤུ་རྩེ་ལྔ་ནས་ཚོགས་ཆུང་རེ་རེ་ནས་ས་གནས། འཐུས་མི་རེ་རེས་བསྐོ་གཞག་དང། འཐུས་མི་ཉི་ཤུ་རྩེ་ལྔ་ལས་གྲུབ་པའི་ས་གནས་འཐུས་ཚོགས་ཆགས་ཀྱི་ཡོད་ཅེས་ཞུ་ཡ་དང། ས་གནས་འཐུས་ཚོགས་ཀྱིས་སུད་སི་དང་ལི་ཏེ་ཞི་དང་བོད་རིགས་མི་དམངས་སྒྲིག་འཛུགས་ཀྱི་ལས་དོན་ཆེ་ཕྲ་ཆུང་གསུམ་གང་འདྲའི་ཅིག་གཏན་ལ་ཕབ་དགོས་ཀྱི་ཡོད་པ་ཡིན་ན་ཡང། མང་གཙོའི་ལམ་ལུགས་ཡང་དག་པའི་ཐོག་ནས་ས་གནས་འཐུས་ཚོགས་འཛུགས་འདོད་ལ་གཏན་འབེབས་གནང་གི་ཡོད་ཅེས་ཞུ་ཡ་དང། དེ་བཞིན། ས་གནས་འཐུས་ཚོགས་ཀྱི་མངའ་ཁོངས་ལ་ཡང་སྡེ་སྡེ་ཚན་མང་པོ་ཅི་ཡོད་པ་ནས་ནི་ས་གནས་བུའི་སློབ་གྲྭ་ས་གནས་ཁག་བཅོ་བརྒྱད་ནང་བུའི་སློབ་གྲྭ་བཙུགས་ཐུབ་པ་བྱུང་ཡོད་པ་དང་དེའི་ནང་ལ་ཡང་སློབ་ཕྲུག་བཞི་བརྒྱ་བརྒལ་བ་ཡོད་པ། དེ་ནས་ས་གནས་འཐུས་ཚོགས་ནས་བུ་སློབ་སྤྱི་ཁྱབ་འགན་འཛིན་གྱི་བསྐོ་གཞག་གནང་ཡ་དང། བུ་སློབ་རེ་རེ་ནས་འགན་འཛིན་རེ་རེ་བྱས་རྗེས་བུ་སློབ་འགན་འཛིན་ལྷན་ཚོགས་བྱས་རྗེས་ལོགས་སུ་ཡོད་པ་དང། བུ་སློབ་དང་འབྲེལ་བའི་ལས་དོན་ཆེ་ཕྲ་ཆུང་གསུམ་ཆ་ཚང་དེ་བུ་སློབ་འགན་འཛིན་ལྷན་ཚོགས་ནས་རང་དབང་ཐོག་ཐག་གཅོད་གནང་པ་མ་གཏོགས་ས་གནས་འཐུས་ཚོགས་ནས་དེ་ལ་སྟངས་འཛིན་ཞུ་མེད་ཅེས་ཞུ་ཡ་ཡིན། དེ་བཞིན་གསར་འཕྲིན་དྲ་རྒྱ་སྡེ་ཚན་དང་ཟློས་གར་སྡེ་ཚན། དེ་ག་ནང་བཞིན་དཔྱ་ཁྲལ་འགན་འཛིན། ཕྱི་ཁྲལ་འགན་འཛིན། བཅས་སྡེ་ཚན་སྡེ་ཚན་ནས་ལས་དོན་ཆེ་ས་ཆུང་གསུམ་འཐུས་ཤོར་མེད་པ། སྤྱི་ཚོགས་ཀྱི་ཞབས་ཞུ་ཞུ་བཞིན་ཡོད་ཅེས་ཞུ་ཡ་དང། དེ་ནས་སྐབས་བཅུ་དྲུག་པའི་འཐུས་ཚོགས་རང་གི་ངོས་ནས་ལས་འཆར་གསར་པ་དབུ་འཛུགས་ཞུ་བ་ཁག་ཅིག་བརྙན་བཟོས་ཞུས་པ་ཡིན་ན། རང་ཁ་རང་གསོའི་ལས་འཆར་ཞེས་པའི་ལས་འཆར་ཞིག་ཕྱི་ལོ་ཉིས་སྟོང་བཅུ་དྲུག་ནས་དབུ་འཛུགས་ཞུས་ཏེ་ད་ལྟའི་མང་ཚོགས་ཀྱི་ཞལ་འདེབས་བསྡུ་རུབ་བྱས་ནས་དབུས་རང་གཞུང་ཤེས་རིག་ལས་ཁུངས་ཀྱི་ལམ་སྟོན་འོག་ལ་ཡང་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ལ་ཡང་རྒྱ་ལག་ནང་ལ་སློབ་ཕྲུག་གྲངས་བཞི་བཅུ་ཞེ་གཉིས་ལ་སུས་སྒོར་བརྒྱ་རེ་ཕུལ་ཐུབ་པ་བྱུང་བ་དང་དེ་ནས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ལ་ཡང་སློབ་ཕྲུག་དགུ་བཅུ་གོ་བཞི་བྱས་རྗེས་བརྒྱ་ཆ་ལྔ་བཅུ་ལས་མང་ཡང་འཕར་བྱས་ནས། སློབ་ཕྲུག་དགུ་བཅུ་གོ་བཞི་ལ་སུལ་སྒོར་བརྒྱ་རེ་ཕུལ་ནས་ད་ལྟ་ལོ་གཉིས་པ་དུ་ཕུད་ཚར་བ་དང་ད་ལྟའི་མུ་མཐུད་ནས་མཐུད་ཚོགས་ནས་རང་ཁ་རང་གསོའི་ལས་བྱ་དེ་གཅིག་ཡར་རྒྱས་འགྲོ་ཐུབ་པའི་དགེ་རེ་བ་ཆེན་པོ་ཞུ་གི་ཡོད་ཅེས་ཀྱིས་ཞུ་ཡ་ཡིན། དེ་བཞིན་ས་གནས་ཁག་ས་གནས་ཚོགས་ཆུང་ཁག་ཉི་ཤུ་རྩེ་ལྔ་ནང་ལ་ཡང་ཚགས་ཚུད་དུ་འགྲོ་ཡ་གི་ཆེད་དུ་སྐབས་བཅུ་དྲུག་པའི་མཐུད་ཚོགས་ནས་སྔ་ཡོལ་སྒྲིག་གཞི་ལ་བསྐྱར་བཅོས་ཞུས་ཏེ་ས་གནས་ཚོགས་ཆུང་ཁག་སྤྱི་ཁྱབ་དང་གཅིག་གྱུར་གྱིས་སྒྲིག་གཞི་ཇེ་བསྡུ་བརྟན་པོས་ཞུས་ཐུབ་པ་བྱུང་སོང་ཞུ་ཡ་དང་ད་ལྟའི་ཆ་ལ་དེབ་གཟུགས་སུ་ཕབ་ནས་ས་གནས་ཚོགས་ཆུང་ཁག་ནང་ལག་བསྟར་ཞུ་བཞིན་པ་ཡིན་ཅེས་ཞུ་ཡ་ཡིན། དེ་ནས་རང་ཅག་རྣམས་གོང་གོང་ས་མཆོག་གི་བཀའ་གྲུབ་བརྙན་འཆང་འབངས་ཡིན་པ་དང་བོད་ཀྱི་རང་དབང་སླར་གསོའི་འགན་འཁྲི་ཡོད་པའི་བོད་མི་ཅིག་ཡིན་པ་སོང་ཙང་འདི་ནི་མང་ཚོགས་ལ། མ་ཤེས་ངེ་ཚོགས་ལ་ཡང། སློབ་གསོ་རྒྱལ་བས་དང་ཤེས་མཁན་རྣམས་ལ་དྲན་གསོ་བྱས་ཕྲད་དུ། ཨ་ནི། ས་གནས་སྐུ་ཚབ་དོན་གཅོད་ཀོང་མོ་ཀྲུའུ་རྡོ་རྗེ་ལགས་མཆོག་དང། རེབ་གོང་ཆུ་ཀོང་གི་མཁན་རིན་པོ་ཆེ་མཆོག་རྣམ་གཉིས་དབུ་བཞུགས་ཀྱི་ཐོག་ནས་ནང་ཆོས་ངོ་སྤྲོད་དང་བོད་དོན་སློབ་གསོའི་ལས་འཆར་ཞེས་པའི་ཨ་ནི་ལས་འཆར་ཞིག། སྐབས་བཅུ་དྲུག་པའི་འཐུས་ཚོགས་ནས་དབུ་འཛུགས་ཞུས་པ་དང་རྣམ་པ་གཉིས་དབུ་བཞུགས་ཀྱི་ཐོག་ནས་ས་གནས་ཚོགས་ཆུང་ཁག་བཅོ་བརྒྱད་ཀྱི་ནང་ལ་ཨ་ནི། ནང་ཆོས་ངོ་སྤྲོད་གནང་ཡ་དང་བོད་དོན་གྱི་ཐོག་ལ་ཡང་སློབ་གསོ་སྐྱོན་ཡ་བྱས་རྗེས་ཨ་ནི་ལས་འཆར་གཅིག་སྤེལ་ཐུབ་པ་བྱུང་ཡོད་པ་དང། དེ་ལས་འཆར་འདི་བཞིན་ཐེངས་གཅིག་སྐོར་སྐྱོན་མིན་པ། ང་ཚོའི་རེ་བ་ལ་ཡང་སྐབས་བཅུ་བདུན་བཅོ་བརྒྱད་བྱས་རྗེས་ཨ་ནི་སློབ་གསོ་རྒྱ་བས་དང་ནང་ཆོས་ངོ་སྤྲོད་ཡ་འདི་གའི་འདི་ཨ་ནི་མུ་མཐུད་འགྲོ་ཐུབ་ཡ་གི་ང་ཚོས་འབད་བརྩོན་ཞུ་གི་དང་རེ་བ་ཞུ་གི་ཡོད་ཅེས་བརྗོད། དེ་ག་ནང་བཞིན་གྱི་ཨ་ནི་གཅིག་ཕྱི་ནང་གསང་གསུམ་གྱི་ལས་དོན་བྱེད་སྒོ་རྣམ་གཞག་རྣམས་ཨ་ནི་ལས་ཁུར་དམ་འབུལ་ཞུས་པ་ནང་བཞིན་བྱས་རྗེས་ང་ཚོས་འདི་ནི་ལྷག་བསམ་རྣམ་དག་གི་ཐོག་ནས་འཐུས་ཤོར་མེད་པར་ཞུ་བཞིན་ཡོད་པ་དང། ཞུ་བཞིན་ཡོད་ཅེས་བཅས་ཨ་ནི་ལས་བསྡོམས་སྙིང་བསྡུས་ཀྱི་བསྡུས་སྙན་སེང་ཞུ་ཡ་དང། ད་རིང་གི་གོ་སྐབས་འདིའི་བསྟུན་ནས་ཨ་ནི་མང་ཚོགས་ལ་ཡར་ཚིག་ཁ་ཤས་ཞུས་པ་ཡིན་ན། སྐབས་བཅུ་དྲུག་པའི་འཐུས་ཚོགས་ཀྱི་ཚོགས་གཙོའི་ལས་འཁུར་ཞུས་ནས་ད་ལྟ་ལོ་གསུམ་འཁོར་ལ་ཉེ་བ། དེ་ཡི་ནང་ལ་ཡང་མང་གཙོའི་ལ་ག་དུས་མཇལ་བ་ཡིན་ནའང། ངས་ཚིག་གསུམ་མ་གཏོགས་ཞུ་ཡ་མེད་ད་ལྟ་བར་དུ་ཚིག་གསུམ་དེ་ཞུས་པ་ཡིན་ད་དུང་ཡིན་ནའང་ད་རིང་གོ་སྐབས་འདི་བརྒྱུད་ནས་ཚིག་གསུམ་དེ་ཡང་བསྐྱར་རྣམ་པ་ཚོ་ལ་བསྐྱར་དུ་ཡང་སྙན་སེང་ཞུ་ཡ་ཡིན། ཚིག་གསུམ་དེ་ག་རེ་རེད་ཞུས་པ་ཡིན་ན། དང་པོ་དེ་ལ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། བཀའ་དགོངས་སྒྲུབ་པའི་རེ་བ་མི་དམངས་ཡོངས་ནས་སྐྱབས་སུ་འགྲོ་བ་ཙམ་མ་ཡིན་པ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་དགོངས་གཞི་ལྟེ་བ་ག་རེ་རེད་ཞབས་འདི་མཁྱེན་པ་གནང་ཡག་དང་མཁྱེན་པའི་ཐོག་ནས་ཨ་ནི་ལག་ལེན་བསྟར་ཐུབ་ཡག་གི་ལག་ལེན་ལེན་ཐུབ་ཡག་གི་ཨ་ནི་འབད་བརྩོན་གནང་དགོས་ཡག་གི་གཞི་གྲགས་གལ་ཆེན་པོ་རེད། གཉིས་པ་དེ་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཨ་ནི་གཅིག་ཆེ་མཐོང་ནུས་པ་གོང་མཐོར་སྦྱོང་ཡག་ལ་ཡག། བོད་མི་ཡོངས་ཀྱིས་གཅིག་གལ་འཁེལ་དགོས་ཡ་གཅིག་དང། དེ་ཡང། དེ་ཡང་ས་གནས་ཚོགས་ཆུང་ཁག་དཔེར་ན་ཆ་བཞག་པ་ཡིན་ན་སུད་སི་དང་ལིག་ཏེན་ཞི་ཐན་བོད་རིགས་མི་མང་ཆ་བཞག་པ་ཡིན་ན། དེ། དབུས་བོད་མིའི་སྒྲིག་འཛུགས་ལ་དབུ་འོག་དཔུང་འདེགས་ཞུ་ས་དགེ་སྡིངས་ཆ། སྒྲིག་འཛུགས་གཅིག་ཡོད་རེད་སྒྲིག་འཛུགས་དེ་གི་འོག་ལ་ཚོགས་ཆུང་ཉི་ཤུ་རྩེ་ལྔ་ཡོད་རེད་ཚོགས་ཆུང་ཉི་ཤུ་རྩེ་ལྔ་དེ་གི་འོག་ལ་ཡ་སོ་སོའི། གང་ཐུབ་ཅི་ཐུབ་ཀྱིས་ཞབས་འདེགས་ཞུ་ཐུབ་པ་བྱེད་ཡ་དང་པད་ཤག་དམར་པོ་གཅིག་ལས་མེད་པ་ཡིན་ན་ཅིག་ཚོགས་ཆུང་གཉིས་བཙལ་ན་དེའི་བརྒྱུད་ནས་ཨ་དབུས་བོད་མིའི་སྒྲིག་འཛུགས་ལ་ཡར་སྐུལ་ཐུབ་པ་ཅིག་དང་སོ་སོའི་ཕྱགས་མ་ཅི་མ་ཆགས་ཤིང་མེད་པ་ཡིན་ན་ཡང་ཚོགས་ཆུང་ཉི་ཤུ་བཙལ་ན་ནང་ལ་ཁྲིམས་སྒྲིག་འཁྱིལ་བའི་ཐོག་ནས་ཕྱགས་མ་ཅིག་ཆགས་ཐུབ་པ་གནང་དགོས་ཡ་དེ་ང་ཚོ་བོད་མི་ཡོངས་ཀྱི་འགན་འཁྲི་བ་ཅིག་རེད་ཅེས་བྱས་དྲན་གསོ་ཞུ་ཡ་གཅིག་ཡིན། དེ་ནས་གསུམ་པ་དེ་བོད་མི་ཆིག་སྒྲིལ་རེད། བོད་མི་ཆིག་སྒྲིལ་ལ་ཡ་དེ་ང་ཚོ་ཁ་ནས་མ་ནི་འདོན་འདོན་ཅིག་འདོན་བསྡད་ཀྱི་ཡོད་རེད་ཡིན་པ་ཡིན་ན་ཡང་ང་ཚོའི་ཆིག་སྒྲིལ་གྱི་ཐོག་ལ་ནུས་པ་ག་ཚོད་སྤུངས་འདུག་ཡོད་མེད་འདི་སྐད་དེ་ལ་སོ་སོའི་སོ་སོ་ལ་ཡ་དྲི་བ་བཏང་ཡ་དང་སོ་སོའི་སོ་སོ་གི་ཨ་ནི་ཅིག་ཕྱག་ལས་གནང་སྟངས་འདི་སྐད་དེ་ལ་ཡ་ཕྱི་ལོགས་ཀྱི་ངག་གོམ་པ་ཕྱི་བདེ་ཞིག་བྱས་རྗེས་དུས་རྟག་ཏུ་ཞིབ་འཇུག་བྱེད་དགོས་ཡ་དེ་ཧ་ལས་པ་གལ་ཆེན་པོ་རེད་ཟེར་ཡ་ཡིན་དོ་ད་རང་ཉིད་ཀྱི་ངོས་ནས་ཡིན་པ་ཡིན་ན་ཡང་ལས་ཀ་ག་རེ་བྱས་པ་ཡིན་ན། དང་པོ་དེ་ལ་ལས་ཀ་དེ་ཡག་པོ་འགྲུབ་ཀྱི་འདུག་དང་མི་འདུག་དེ་ཡི་རྗེས་ལ་ལས་ཀ་འདི་ལ་ཡ། བོད་མི་ཆིག་སྒྲིལ་ལ་གནོད་ས་རེད་མ་རེད་བསམ་ནི། དུས་རྟག་ཏུ་ཞིབ་འཇུག་བྱེད་ཀྱི་བྱེད་ཀྱི་ལས་ཀ་བྱས་ཏེ་ངས་བྱས་ཡིན་སོང་ཙང། འདི་གས་འདི་ཆིག་སྒྲིལ་ལབ་ཡ་འདི། ཁ་ནས་ཆིག་སྒྲིལ་ལབ་ཀྱིན་ལབ་ཀྱིན་ལང་སོ་སོའི་འདོད་པ་མེད་པ། ཁ་ནས་ཆིག་སྒྲིལ་ཆིག་སྒྲིལ་ལབ་ཀི་ལབ་ཀི་ལ་སོ་སོའི་འདོད་པ་མེད་པ་དང་མང་མོས་ཐག་གཅོད་ག་རེ་བྱས་པ་དེ་ལ་སོ་སོའི་འདོད་པ་མེད་པ་ཆགས་པའི་སྐབས་སུ་ངོས་ལེན་བྱས་མ་ཐུབ་ན་ཨ་ནི་ཆིག་སྒྲིལ་ག་བྱེད་བརྩི་སྲུང་བྱེད་ཀི་མེད་པ་དེ་གསལ་བོ་གསལ་རྐྱང་རེད་སོང་ཙང་ཆིག་སྒྲིལ་ལ་བས་དེ་ག་འདྲས་འདུག་རེས་བྱུས་པ་ཡིན་ན་སེམས་ཆུང་ཆུང་བྱས་ནས་སྤྱི་པའི་དོན་དག་ལ་ཡང་སོ་སོའི་གྱོང་གུད་འཁེལ་དགོས་ན་འཁེལ་ཐུབ་ངེས་གཅིག་དང། བོད་མི་མང་ཡིན་ན་རེད་བཙན་བྱོལ་གཞུང་གི་ཆབ་འབངས་ཡོངས་ཀྱི་མང་མོས་མཐའ་འཁྱོལ་ག་རེ་གནང་པ་ཡིན་ན་དེ་སོ་སོའི་འདོད་པ་ཡོད་དམ་མེད་ལ་མ་ལྟོས་པའི་གི་དམ་དུ་ལེན་དགོས་ཡ་དེ་ནི་ཆིག་སྒྲིལ་གི་སྒྲིག་འཛུགས་གཅིག་གི་འགྲོ་སྟངས་ཆིག་སྒྲིལ་སྤུངས་དགོས་ཡ་དེ་རེད་ཟེར་གྱི་འདུག་རེད་ཟེར་གྱི་འདུག་ཨ། སོང་ཙང་ད་ལྟ་ངས་གོང་དུ་ཞུས་པ་དེ་ལོ་གསུམ་གི་ནང་ལ་ཞུ་གི་ཞུ་གི་མ་བཅག་ཡིན་ད་ལྟའི་ཆ་ལ་ད་རིང་གི་ཨང་ཅིས་མང་ཚོགས་ལ་བཀའ་མོལ་ཞུ་ཡ་དེ་མཐའ་མ་ཡིན་སྲིད་གི་རེད་སོང་ཙང་མཐའ་མ་དེ་ལ་ཡང་ངས་ཞུ་ཡ་དེ་མ་གཏོགས་མེད་ཅེས་ཀྱི་ཞུ་ཡ་ཡིན། དངོས་གནས་དྲང་གནས་ཀྱི་ཆིག་སྒྲིལ་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཆེ་མཐོང་དང་ནུས་པ་གོང་མཐོར་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བརྟན་ཡག་དང། ཨང་བཀའ་དགོངས་ག་རེ་འཇུག་ཐུབ་དགོས་འདུག་འདི་གས་དེ་བོད་མི་མི་རེ་ངོ་རེ་གི་སེམས་པ་ལ་ཉག་ཡག་དང་བོད་མི་མི་རེ་ངོ་རེ་གི་འགན་ཁུར་འཁྱེར་དགོས་ཡ་དེ་ཞི་དྲག་གལ་ཆེན་པོ་རེད་ཞུ་ཡ་ཡིན།

བོད་མི་ཡོངས་ནས་དབུས་བོད་མིའི་སྒྲིག་འཛུགས་ཀྱི་ཆེ་མཐོང་དང་ནུས་པ་གོང་མཐོར་ཡོང་ཡ་ལ་འབད་བརྩོན་བྱེད་ཡ་དང་ས་གནས་ཚོགས་ཆུང་སོ་སོའི་གི་ནང་ལ་ཁྲིམས་དང་སྒྲིག་འཁེད་པའི་ཐོག་ནས་སུའི་ས་ལེགས་ཏེ་ཤང་བོད་རིགས་མི་མང་གི་སྒྲིག་འཛུགས་ཀྱི་སྡིངས་ཆ་འདི་གི་ཐོག་ནས་དབུས་བོད་མིའི་སྒྲིག་འཛུགས་ལ་དབུ་འོག་ཞུགས་ཐུབ་པ་ཞིག་གནང་རོགས་གནང་ཞེས་ཀྱི་ངས་འབོད་སྐུལ་མཐའ་མ་དེ་འདི་ཡིན། དེ་ནས་ད་རིང་དེ་ཨ་ནི་མཛད་རིམ་དོག་པོ་ཡོད་པ་སོང་ཙང་དུས་ཚོད་མང་པོ་ཞུགས་ཀྱི་མེད། སོང་ཙང། ཕྱི་ཟླ་གཉིས་པའི་ཚེས་གསུམ་གྱི་ཉིན་མོ་དེ་སུད་སི་དང་ལིག་ཏེན་ཞི་ནང་བོད་རིགས་མིང་མང་སྐབས་བཅུ་བདུན་པའི་འཐུས་ཚོགས་ཀྱི་ཨ་ནི་འོས་བསྡུ་རེད། ཚོགས་ཆུང་ཉི་ཤུ་རྩེ་ལྔ་གི་ནང་ལ་འོས་བསྡུ་གནང་གི་ཡོད་རེད་སོང་ཙང་འོས་བསྡུའི་ནང་ལ་ཆ་ཤས་ངེས་པར་དུ་བཞེས་དགོས་ཡ་དང། ཨ་ནི་ཐུ་མི་དེ་ཡག་པོ་ཅིག་གདམ་དགོས་ཡ་རེད་ཞི་དྲག་གི་གལ་ཆེན་པོ་འདུག་ཅེས་ཅེས་ངས་ཉམས་མྱོང་ཐོག་ནས་ཞུ་གི་ཡོད། ཐུ་མི་དེ། གསོ་སྦྱོང་གསོ་བཅོས་གནང་སྟེ་ཐུ་མི་དེ་ཡག་པོ་ཅིག་ཡར་བཏང་ཐུབ་པ་ཡིན་ན། ཐུ་ཚོ་འདི་གི་བག་ཆགས་བཞག་ཡ་གི་ལས་ཀ་མང་པོ་བྱེད་ཡ་ཡོད་རེད་སོང་ཙང་ཐུ་མི་དེ་ལྷག་བསམ་མེད་པ། གོང་གསལ་ག་དུས་ཡིན་ན་དབྱར་ཁ་ཡིན་ན་ཆུ་རྒྱལ་ཁ་འགྲོ་དགོས་ངེས་དགུན་ཁ་ཡིན་ན་རྒྱལ་པུར་སྟག་དེ་འདྲས་འགྲོ་དགོས་ངེས། གོང་གསལ་རྐྱང་རྐྱང་འགྲོ་དགོས་ངེས་དང་ཕེ་རེང་རྐྱང་རྐྱང་འགྲོ་དགོས་ངེས་དུས་ཚོད་སྟངས་མ་ཐུག་ངེས་དེ་འདྲས་བྱིན་པ་ཡིན་ན། ཚོགས་ཆུང་འདི་ཉམས་ཆག་འགྲོ་ཡ་ཡིན་པ་དང། ཚོགས་ཆུང་ཉི་ཤུ་རྩེ་ལྔ་ལས་གྲུབ་པའི་སུད་སི་དང་ལི་ཐེ་ཞི་དང་བོད་རིགས་མི་དམངས་སྒྲིག་འཛུགས་འདི་ཡང་ཉམས་ཆག་འགྲོ་གི་འདུག་ཟེར་བྱེད་ཉེས་ཉམས་མྱོང་གི་ཐོག་ནས་ཞུ་གི་ཡོད་སོང་ཙང་འཐུས་མི་རྣམས་ད་ལྟ་མི་མང་ཡོངས་ནས་ཨ་ནེ་ཕྱི་ཟླ་གཉིས་པའི་ཚེས་གསུམ་ཉིན་མོ་དེ་དྭང་བླངས་བྱེད་ཆེད། ཨ་ནི་འོས་བསྡུ་ནང་ཆ་ཤས་ལེན་རོགས་གནང། ཆ་ཤས་ལེན་འབད་ཀྱི་འཐུས་མི་དེ་ངེས་པར་དུ་གཅིག་ལྷག་བསམ་དང་གཅིག་སེམས་ཀྱི་ཆུ་གི་མ་རེད་བ་བསམ་ན་གཅིག་ངེས་པར་དུ་བཏང་གནང་རོགས་གནང། དེ་མ་ཚད་འབད་ཀྱི་ཨ་ནི་གཅིག་འཐུས་མི་དང་རྒྱུན་ལས་འོས་ཤོག་ནང་སླེབས་པ་དེ་གས་དེ་ངོས་ལེན་གནང་ཡག་དང་ངོས་ལེན་ང་ཚོའི་འོས་ཤོག་བླུགས་ཚར་བའི་འཐུས་མི་དེ་ལ་ཚོགས་ཆུང་མི་མང་ངོས་ནས་རྒྱབ་སྐྱོར་གནང་ཡག་དེ་གས་དེ་ཧ་ལས་པའི་གལ་ཆེན་པོ་རེད་སྐབས་བཅུ་ག་ཅིག་སུད་སི་དང་ལི་ཐེ་ཆ་བོད་རིགས་མི་མང་སྒྲིག་འཛུགས་ཀྱི་འཐུས་མི་གདམ་སྟངས་དེ་ལ་ཡག་འགན་མ་བཞེས་པ་ཡིན་ན། བོ་བ་ནི་ལུག་འུང་གི་རེད་ང་ཚོ་སྤྱི་དོན་གྱི་ཐོག་ནས་ཤུགས་ཞེ་དྲག་བརྒྱབ་འདུག་མར་སོང་ཚར་ཚང་མས་འགན་བཞེས་པ་གནང་རོགས་གནང་ཞེས་ཞུ་ཡ་དང། མཐའ་དོན་དེ་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བསྐལ་བརྒྱར་ནས་བསྐལ་བརྒྱར་བརྟན་པ་དང། བོད་ཀྱི་བདེན་མཐའ་མྱུར་དུ་གསལ་བ། དེ་ག་ནང་བཞིན། དབུས་བོད་མིའི་སྒྲིག་འཛུགས་བཀའ་ཤག་གི། གོང་བཞིན་ལས་དོན་ཆེ་ཕྲ་ཆུང་གསུམ་ཆ་ཚང་ལ་ཡང། འགན་མེད་ལྷུན་གྲུབ་ཡོང་བའི་སྨོན་འདུན་ཤུགས་དྲག་ཞུ་གི་ཡོད་འདུག་ཕྱི་ཕྱི་ནང།